སྨྱོན་པ་དེ་ལས་ཡག་ངས་འདི་འདྲི་ཞུ་འདོད་བྱུང་སོང་ཐུང་ཐུང་དཔེར་ན། ང་ཚོ་མི་རིགས་གཅིག་གི་འཐབ་རྩོད་ཀྱི་ཐོག་ལ་འགའི་ཁོ་སྟངས་དང་དུས་ཚོད་བཏང་སྟངས་ཀྱི་ཆ་ནས་ད་རིང་ངས་ཅི་བྱས་ནས་བརྡ་ལན་འགྲོ་གི་རེད་དྲན་གི་འདུག་གང་ཡིན་ཞེ་ན། ཀར་ཀོ་ནི་ཡང་དུས་ཕེབས་ངེས་ཀྱི་སྟོན་དུས་སྒྲོལ་མ་ལགས་མཆན་ཁང་དུ་ཕེབས་པ་རེད། སྦོ་སི་ཀྲང་ལི་ཡ་སྟོན་དུས་ཚུལ་ཁྲིམས་ལགས་ཁོ་རྣམ་པ་གཉིས་ས་ཐག་རིང་ལོས་དེ། ངས་ནུའུ་ཡོག་གཞུང་གཉིས་ཀྱི་སྤུན་ཟླ་ཚོ་ལ་ཡང་གསལ་བཤད་མ་དགོས་པའི་ཐོག་ནས་རྣམ་པ་ཚོ་ལ་བརྡ་ལན་གཅིག་དང། མི་རིགས་གཅིག་གི་འཐབ་རྩོད་ཀྱི།

བཀའ་གསུང་ཆ་མེད་བྱོན་ནས་མི་ལོ་སུམ་ཅུ་ལོན་པོ་ཡོད་རེད། དེ་གི་སྐོར་ནས་ཡང་ཨ་རིག་ཙང་མ་ཡིན་པ་དེ་ཚོ་ཁ་ཤས་བཅད་ནས་ཡང་རྒྱ་རང་ཁུག་གི་ཐོག་ནས་ལས་འགུ་ཕི་ཡ་གི་ལས་ཤིག་ཅིག་གཙང་དགོས་ཀྱི་ཡོད། ཐོག་མར་དེའི་གཙང་གི་སྐོར་ལ་ནོར་ཡོད་ལ་ཡང་ད་ལྟ་རྒྱལ་སྤྱིའི་ནང་ཚན་མཐོ་རྩོད་པ་མཐོ་གྲུ་གཅིག་པ་ཚོ་ལ་ཡང་འཆར་སྣང་དེ་འདྲ་ཅིག་ཡོད་ཨ་རྣམ་པ་ཚོ་གི་ངོས་ནས་ཡང་དེང་གི་སྙང་རུང་ལ་ཡང་ཡོང་གི་རེད་བས་ཟིན་ཡིན་ད་ཡིན་ཟེར་ནས་སོང་གི་འདུག་ཨོ་དེ་དང་གནས་སྟངས་ལ་ལྟོས་ལྟོས་ནས་ཤ་རི་ང་གཉིས་གཉིས། ད་རིང་འདི་ལ་འཛུམ་ཡག་དེ་ང་གཉིས་ལས་ཤིག་གི་དམིགས་ཚོགས་དུ་མེད། འདི་ལ་ཡང་ང་ཚོ་འཛུམ་ཡག་དེ་ང་རང་ཚོ་གི་ཐོབ་ཚོད་ཀྱིས་དམིགས་ཡུལ་གྱིས་མི་རིགས་གཅིག་གི་དཀའ་སྡུག་དེ་སྤུན་ཟླ་ནང་ཁུལ་ལ་བརྗོད་ཚུལ་གྱི་རྣམ་པ་བསྟན་པ་ཙམ་མ་གཏོགས་ང་གཉིས་གཉིས་ཀྱི་སྡུག་སྡུག་ཞོད་ས་དེ་ཨ་རིག་གི་རྒྱལ་ས་རྒྱལ་སྲིད་རང་ལ་ཡང་མར་འགྲོ་ནས་རྒྱལ་ཡོངས་རྒྱལ་སྤྱི་ཉེ་ཡོང་ཚོགས་པ་དང། འགྲོ་བ་མི་ཡི་ཐུགས་དང་ལྟ་ཅི་རྩོད་པ། ཧྥི་ཀྲང་ཧོ་སཱན་ཨ་རིག་གི་གྲོས་ཚུགས་འཐུས་མི་དེ་ཚོ་ལ་ཡང་ང་རང་ཉིད་ཀྱིས་པེ་ཅིན་རིན་པོ་ཆེ་དང་འབྲེལ་བའི་ཐོག་ནས། པེ་ཅིན་རིན་པོ་ཆེ་ཡཱ་སི་དང་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གིས་མ་འོངས་རྒྱལ་བ་སྐུ་ཕྲེང་བཅོ་ལྔ་ལ་ཡང་ཁོ་ཚོའི་ལག་པ་འཆང་ཡ་གི་འཆང་ཤེས་འཆང་སྣང་ག་འདྲ་ཡོད་པ་དེ་གི་ཐོག་ནས་ང་ཉིད་ནི་ཆོས་ཚུགས་དེ་འབུལ་གྱི་ཡོད། ད་རིང་འདི་ལ་ཡང་ཐོག་མར་བེ་རི་སྤུན་ཟླ་ང་རང་ཚོས་དཀའ་སྡུག་ཅིག། ཁྱིམ་ཚང་གཅིག་གི་དཀའ་སྡུག་དེ་ང་ཚོས་སྙིང་རུས་ཀྱི་ཐོག་ནས་རྣམ་པ་བསྟན་པ་ཙམ་གྱིས་ཆེད་ཨ་ནེ་ང་གཉིས་ལས་གཞི་དེའི་འདྲི་རྩད་རང་ལ་མ་འགྲོ་གི་འོས་སུ་ཞུ་ཐུབ་པའི་རྣམ་པ་དེ་ཡིན། ད་དེ་དང་འབྲེལ་བའི་ཐོག་ལ་ཡང་རྣམ་པ་ཚོ་ལས་བརྗེད་པར་ཞུ་མ་དགོས་པའི་ཐོག་ནས་དཔེར་ན་པེ་ཅིང་མཁོ་འཕྲིན་སྐྱོབ་པ། སྤྱིར་བཏང་ང་རང་ཚོའི་བོད་གངས་ཅན་ལྗོངས་ལ་ཡང་ལོ་རྒྱུས་ཀྱི་ཐོག་ལ་ཡིན་པ་ཡིན་ན་ཡང་ཉེན་བརྡ་བཀའ་སྲུང་ཟེར་ཡོངས་སུ་ཁྲབ་པའི་ནང་ལོགས་ལ་པེ་ཅིང་རིམ་གྲས་ཚད་མེད་ཡོད་རེད། ད་ལྟ་གོང་དུ་ཤར་རྒྱུད་གཅིག་གི་མིང་སྨོས་པ་ནང་བཞིན་དེ་རེད། ཆོས་ལུགས་དང་འབྲེལ་བའི་ཐོག་ལ་ཡང་བོད་གངས་ཅན་ལྗོངས་ལ་ཡིན་པ་ཡིན་ན་ཡང། སྣང་ལ་ཉི་མ་འདའ་བ། ས་ལ་རྒྱ་བ་བཀའ་དྲིན་གཟི་ཡ་བདུད་རྩི་གྲངས་མཐོ་པོ་ལུས་རྒྱུད་ནང་བཞིན་ལྡན་པའི་གི་ནས་རག་ཅིག་ཆགས་ཀྱི་ཡོད་རེད། དེ་གའི་ཐོག་ལ་ཡང་དཔལ་ཆེན་སྐུ་དྲིན་གཅོད་པ་དེ་གའི་བོད་མི་རིགས་འདི་གི་བདེ་སྡུག་དང་བོད་མི་རིགས་འདི་གི་ལས་དབང། བོད་མི་རིགས་འདི་གི་དཀའ་སྡུག་དེ་གསན་ལ་མ་བཟོད་པའི་ཐོག་ནས་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ཡས་མས་ལ་ཡ་ཡོད་འདུན་འཕྲོད་བསྟེན་གི་སྙན་ཞུ་དེ་དགྲ་བོ་རྒྱ་དམར་གཞུང་ལ་ཕུལ་ཡོད་པ། དགྲ་བོ་རྒྱ་དམར་གཞུང་གིས་དེ་ལས་ཡ་ལན་མེད་པའི་ཐོག་ནས་བཟང་ཤུགས་ཀྱི་ཡ་ལན་མེད་པར་ལྡོག་ཤུགས་ནི་བཏང་ནས།

པེ་ཅིང་ཁུལ་དུ་སྤྱོད་པ་རང་ལ་ཐུག་དུས། ཁོང་གིས་ཙང་དང་ཤང་དང་གྲྭ་བ་སྒྲུབ་པ་ཡིན་པའི་བེ་རིའི་ལས་བྱེད་ཚོ་ལ་བཀའ་བཀྱོན་ཕེབས་ས་ལ་བཀའ་བཀྱོན། ཞང་པོ་གནང་ས་ལ་ཞང་པོ། བོད་མི་རིགས་ཀྱི་ཆོས་དང་རིག་གཞུང་དར་རྒུད་སྐྱེད་ཚུལ་སྐོར་ལ་བཀའ་སློབ་བདུད་རྩི་དྲངས་ཏེ་ད་ལྟ་ང་རང་ཚོ་གིས་བལྟས་པ་ཡིན་པ་ཡིན་ན། སེར་སྨད་ཆུ་ཞལ་མེ་རང་དུ་ཆགས་ཏེ་མི་གཅིག་གིས་དཀའ་ངལ་དེ་འདྲའི་འབྱོར། དེའི་གི་གནས་སྟངས་ལ་བརྟེན་ནས་རྒྱ་ཆུ་བྱ་རྒོད་ལུ་ལ་དགྲ་བོ་རྒྱ་དམར་གཞུང་གིས་གནས་སྟངས་གཅིག་གི་ཐོག་ནས་བསྐོར་བསྒྲུངས་པ་རེད། ང་རང་ཚོའི་བཙོན་འཇུག་ལམ་ལུགས་ལ་གནས་སྟངས་གཅིག་ཆགས་ཏེ།

དཔེར་ན་རྒྱལ་བ་རིན་པོ་ཆེ་གིས་བལ་དང་བོད་མིའི་འབྲེལ་ཚོད་ཟེར་ཏེ་ད་ལོ་འདས་དོན་ས་དེའི་ནང་ལོ་ལོ་ལུགས་བཅུ་གཉིས་ལ་མ་འགྲོ་བ་ཡིན་ན། རྒྱལ་བ་རིན་པོ་ཆེ་པེ་ཅིན་སྐུ་ཕྲེང་བཅུ་བཅུ་པའི་ཡོལ་སྲིད་སྐོར་ལས་དཀའ་ལས་ག་འདྲ་བྱས་ཡོད་མེད། རྒྱ་ནག་གཞུང་ཉོ་འདུག་ལ་དཀའ་མིན་ག་འདྲ་གནང་ཡོད་མེད། མཐའ་མ་རྒྱ་ནག་གཞུང་གིས་ཕར་ཚོང་ཤུགས་ཀྱིས་གནང་རྒྱུ་ག་ཟེར་བཏོན་པ་ཡིན་ན་ཡ་ལན་སྡུག་ཤུགས་ཅང་ཅང་ངོ་ནས་གནང་ནས་རྒྱལ་བ་རིན་པོ་ཆེ་གིས་ཅིག་རྩ་དྲག་གི་ཐོག་ནས།

ལོ་སུམ་ཅུ་དུ་ཆགས་ཡོད། ཤི་གསོན་གྱི་གནས་སྟངས་དེ་ད་ལྟ་ང་ཚོ་རྟོགས་ཐུབ་གི་ཡོད། རྒྱལ་བ་རིན་པོ་ཆེས་ཞབས་དྲེན་རིན་པོ་ཆེ་ལ་བཀའ་འདི་ཕེབས་ནས་ཞབས་དྲེན་རིན་པོ་ཆེས་རྒྱ་ནག་རང་ལ་ཕེབས་ནས་རྒྱ་ཡི་དཔོན་རིགས་ཚོ་སྙོན་ཐོག་ལས་ཡག་པོ་དེ་མི་མཐུན་གནང་རོགས་གནང། ཡོད་སའི་ཆོས་རྒྱུད་ཚོགས་ཆུང་གི་སྤུ་གུ་མོ་མོ་ཆེ་མིའི་སྡེ་བའི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་ཚད་ཕེབས་རྒྱུ་ག་ལ་ཡག་ཡོད་སའི་ཚོགས་ཆུང་གི་ངོས་ནས་རྟགས་དང་རྟེན་འབྲེལ། ལྷ་མིན་གྱི་གནས་སྟངས། འོ་དེ་འདྲའི་གི་གནས་སྟངས་མོ་མོ་ཆེ་ལ་བལྟས་པ་ཡིན་ན་དགེ་འདུན་ཆོས་ཀྱི་ཉི་མ་དེའི་སྐུ་ཕྲེང་བཅུ་པའི་ཡོལ་སྲིད་ལས་ཡར་དལ་བུ་འདུག་གོང་ས་བཅུ་ལོའི་ཚེ་སློབ་བུ་མོ་མོ་གཅིག་མཚན་འདེབས་དང་གོང་ས་ལྕགས་སྣོན་ཆེན་པོའི་ཕྱུག་ཡིན་པ་ཡིན་ནས་ཡང། གནས་སྟངས་མོ་མོ་གཅིག་གི་ཐོག་ནས་ང་རང་ཚོས་ནང་ཆོས་དང་འབྲེལ་བའི་ཐོག་ནས་ཞིབ་འཇུག་བྱས་ནས་མཐའ་མ་འདི་ཉིད་ཆོས་ཀྱི་ཉི་མ་སྟེ། བོ་ཡོད་པ། འདི་ཉིད་ཆོས་ཀྱི་ཉི་མ་བོ་ཚ་ཡི་ཤོག་བུ་ལ་རྒྱ་ནག་གཞུང་ལ་དེ་མོས་མཐུན་གནང་རོགས་གནང། རྒྱ་ནག་གཞུང་གིས་མོས་མཐུན་མ་གནང་བ་བཅས། རྒྱ་ནག་གཞུང་གིས་སྲིད་དཔུང་དཀྲུག་གི་ཡིན་ཟེར་ཁོ་རང་ཚོ་གི་འདོད་པ་ཡོད་པའི་སློབ་བུ་སྔགས་ཟེར་གཅིག་གི་མིང་ཐོ་འཁོད། གལ་སྲིད་ཁྱོད་རང་ཚོ་གི་སྲིད་ཁུངས་དཀྲུགས་པ་ཡིན་ན། ནི་ངན་གྱི་ངོས་འཛིན་བྱས་པ་དེ་ཡང་དེ་ནང་ལོགས་ལ་བློ་རུང་ནང་བླུགས་ན། སྲིད་ཁུངས་ནང་ལོགས་ལ་གལ་སྲིད་ཡང་དག་པར་དཀྲུགས་ན་རྒྱ་རིན་པོ་ཆེ་གི་ངོས་འཛིན་བྱས་པ་དོན་གུ་ཡོད་པ་རྒྱ་རིན་པོ་ཆེ་མ་འོངས་སྔོན་སྲིད་ཀྱི་ཐོག་ནས་དེ་ཡང་ཁྱོད་རང་ཚོ་གི་སྲིད་ཁུངས་དཀྲུགས་ས་ལ་མིང་ཐོ་བླུགས་རུང་ན་ཚ་ཚ་བ་ཉིད་ནས་བླུགས་གུ་ཡོད། མ་བླུགས་པའི་ཐུགས་ནས་རྒྱ་ནག་གཞུང་གིས་དེ་བྱས་ནས་རྒྱ་རིན་པོ་ཆེ་ང་ཚོའི་སྲིད་ཁུངས་དཀྲུགས་གིན་ཡིན་དེ་ནང་ལོགས་བུ་གུ་ཐོན་པ་དེ

མ་དཔེའི་དང་གཡོ་སྒྱུ་རྫིང་བཟོ་བྱས་པ་དེ་སེར་དྲག་མ་བྱས་སྔོན་ལ་ཡག་དང་དུ་ཕལ་ཆེར་རྒྱ་རོ་འབོད་ཅིག་གིས་ཐུགས་ཐག་གནང་པ་དེ་རྗེས་ཤུལ་ནོར་ལུག་ལ་སེར་དྲག་གནང་དགོས་པའི་དགོས་གལ་དེ་འདྲ་ཡིན་ཟེར་ནས་གསུངས་ཡོད། དེ་ཡིན་དུས་ཁ་ལ་ཡག། ང་རང་ཚོ་གི་གནས་སྟངས་དེ་བོད་པ་ཡིན་པ་ཡིན་ནི་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡིན་པ་ཡིན་ནི་རེད། ད་རིང་ང་ཚོ་ཕལ་ཆེར་མཁོ་འཕྲིན་ཆུ་གཅིག་པ་གི་ནི་ཆོས་ཀྱི་ཉི་མ་གི་གནས་སྟངས་དེ་བོད་པའི་རྐང་པ་གི་བོད་ཀྱི་གནས་སྟངས་རྐང་པ་གི་ཨེ་ཤུ་མ་རེད། བཟང་པོ་གླིང་གི་འཕྲིན་གྱི་ནང་ལོགས་ལས་ཡ་ཞེས་པ་ཚུར་ལས་ད་ལོ་ནང་མ་གསལ་བར་དུ་འཕྲིན་ཐག་ཆད་མི་ཆོད་ཅིག་ཡོད་རེད་དེ་འཕྲིན་བཞག་ཉིན། ཉམས་པའི་རྗེས་ཚུལ་དུ་དེ་ཆགས་དགོས་ཡོད། ཡིན་ན་ཡང་པེ་ཅིན་གྱི་ནིང་ཆོས་ཀྱི་ཉི་མ་དེ་དགྲ་བོ་རྒྱ་ནག་གཞུང་གི་གཡོ་སྒྱུ་དབུ་བོ་ལི་ཡ་མ་མིང་གི་ཐོག་ནས་ལོ་དྲུག་ནས་བཙན་བཟུང་བྱས་རེད་ད། བཟང་ངན་མཉམ་འབྲེལ་བྱེད་ཚུལ་ཡིན་པ་ཡིན་ན་ཡང། མིའི་ནོར་བ་ལྟ་བུ་ཨ་མཇུག་རམ་པ་ལྟ་བུ་དེ། སྐབས་རེ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་འདི་ཚོ་ལྟ་བུ་ལ་ཞུ་གཏུག་བྱས་ན་དགོས་དོན་ག་རེ་ཡོད་ནམ་ཕན་ཐོག་ཨ་ཡོད་ནམ་གང་ཡིན་ཞེ་ན་ཨ་ལས་ང་རང་ཚོའི་བོད་རང་བཙན་ཡིན་པ་བོད་པའི་ཚོགས་གཙོས་ཏེ་ལོ་རྒྱུས་དེ་ཕག་སུ་བཞག་ནས་ཁོ་རང་ཚོད་ཀྱི་འཕྲིན་ནང་ལོགས་ལ་འཁོད་པའི་ཞལ་པ་ཆུང་ཆུང་གཅིག་ལ་གཉའ་གནོད་བྱེད་མི་ཆུག་ཨ་བཙན་གནོད་བྱེད་མི་ཆུག་ཨ་དེ་ཁོ་ཡི་བ་ར་དེ་ད་ལྟ་བུ་ཡོང་མེད་དེ་བྱས་ཏེ་སྐབས་རེ་ང་ཚོ་ཁོ་ཚོ་ལ་ཡང་ཞུ་གཏུག་བྱས་ན་དགོས་དོན་ག་རེ་ཡོད་ནམ་བསམ་པ་སུ་སུ་སེམས་ཕངས་དགོས་ཡ་ཡིད་འཁྱུག་དགོས་གནས་སྟངས་དེ་རེ་ཡོད་རེད་ལ་དེའི་རྣམ་པ་ཚོ་ལ་མཁྱེན་ཐུབ་པའི་ཐོག་ནས་ད་དུང་དེའི། ང་རང་ཚོའི་མི་རིགས་གཅིག་གི་ཐོག་ཚོད་དང་གནས་སྟངས་དེ་གི་ཐོག་ནས་ད་ལྟ་ང་ཚོ་ཉེན་ཁ་ཆེན་པོ་ལྷུང་ཡོད། ཉེན་ཁ་དེ་ཆོལ་གསུམ་བོད་རིགས་སྤུན་ཟླ་ཕྲག་ཚོགས་ཀྱི་མཆན་བསྐུར་གི་ཡོད་རེད་དེ་ཆོལ་ཁ་གཅིག་དང་ཆོས་རྒྱུད་གཅིག་གི་གནས་སྟངས་ཆགས་ཀུན་ཡོད། རྒྱ་ནག་གཞུང་གི་པེ་ཅིན་སྐུ་ཕྲེང་བཅུ་པི་ཡོ་སི་དྭགས་པོ་མཇལ་ཡ་དེ་ཆོས་དང་འབྲེལ་བ་ཡོད་མ། ཁོ་རང་ཚོ་གི་རྒྱལ་སྲིད་གི་ནང་ལོག་ལས་ཡ་རང་དབང་ཅན་གི་སྡེ་ཚན་དང་ཕྱི་ལ་བསྡད་ངེས་བོད་རིགས་སྤུན་ཟླ། ནང་ལ་བསྡད་ངེས་བོད་རིགས་སྤུན་ཟླ་ཚོ་ལ་བརྡ་ལྷན་ག་རེ་བཏང་གི་ཡོད་རེད་ཟེར་ན། པེ་ཅིན་སྐུ་ཕྲེང་བཅུ་པའི་ཡོད་ཚད་དགེ་ནུས་ཆོས་ཀྱི་ཉི་མ་དེ་ཁོ་ཚོའི་གི་བདག་པོ་བརྗོད་ནས། ང་ཚོས་ཁོ་ཚོའི་བདག་པོ་བརྗོད་པ་དེ་ངོས་ལེན་བྱས་པའི་ཐོག་ནས། ང་རང་ཚོ་གང་གཱ་ལོ་ཝང་ལྟ་བུ་དང་འོན་པ་ལྟ་བུ་བསྡད་པ་ཡིན་ན། ཡ་ད་འདྲིས་ཤག། རྒྱ་བོ་སྐུ་ཕྲེང་བཅོ་ལྔ་པའི་ཡོད་ཚད་དེ་ལག་པ་འཆང་ཡ་ལ་དཀའ་ངལ་མི་འདུག་ཨ། བོད་པ་ཚོ་ལ་ནི་ནུས་པ་མི་འདུག། རྙོག་འདྲའི་སྦྱོད་ཚུལ་རྩོད་པའི་རང་དབང་བཅས་ཀྱི་སྡེ་ཚན་ཁག་ལ་ནི་ནུས་པ་མི་འདུག།

རྒྱ་ནག་གཞུང་གིས་བཙན་འོག་གི་ཐོག་ནས་ཁོ་འཕྲོད་ལས་བཞག་ཡོད་པ་དང་ང་རང་ཚོ་དང་ཤ་ཁྲག་གཅིག་པ་གཅིག་ཡིན་པའི་ཆ་ནས་ཁོ་ལ་བོད་མི་རིགས་ཀྱི་འཚོ་བ་དང་བོད་མི་རིགས་ལ་ཤ་ཞེན་ཞིག་ཡོད་མིན་ཆེད་ལ་ང་རང་ཚོས་ངོ་རྒྱུགས་ཞུ་དགོས། ཡིན་ནའི་པེ་ཅིན་རིན་པོ་ཆེ་ཡིན་པ་དེ་ང་ཚོས་ངོས་ལེན་ཞུ་ཐུབ་ཀྱི་ཡོད་པ་མ་རེད། འོ་དེ་ཡིན་དུས་ཁོ་ལ་མ་འོངས་པར་ལོ་རྒྱལ་བ་སྐུ་ཕྲེང་བཅོ་ལྔ་པའི་ཡོད་ཚད་དེ་ཚད་ལྡན་གཅིག་དང། ཆོས་མེད་ཀླ་ཀློ་གཅིག་གིས་ལག་པོ་འཆང་ཡག་གི་ཐོལ་བྱུང་མ་ཡོང་བ་གི་ཆེད་དུ་སྐུ་ཕྲེང་བཅུ་གཅིག་པ་དེ་ལ་ང་རང་ཚོས་ངོ་ཤེས་པའི་ཐོག་ནས། ཁྱི་ཤི་ནོ་ལོ་ལི་ཡཱ་མཚོ་དོ་ག་ལ་ཞུ་གཏུག་བྱེད་དགོས་ཡ་དང་གནས་སྟངས་དེ་གི་ཐོག་ནས་ཨ་ནི་ནོ་ཡོ་ལུ་ཞུགས་ངེས་ཀྱི་ཀྱི་ཀྱི་དགང་ཚན་ཐོ་ཚོད་པ་ཚོ་རེད་དེ་མ་ཡིན་པའི་ད་རིང་དེ་ནོ་ལོ་ལུ་ཕེབས་ངེས་ཀྱི་ཆོལ་གསུམ་ཕི་དག་ཚོ་རེད་གནས་སྟངས་མོ་མི་གཅིག་གི་ཐོག་ནས་གི་ཀྱི་གནས་སྟངས་དང་དུས་པའི་ཐོག་ནས་ཨ་དུས་ཚོད་མོ་མི་གཅིག་སྟངས་དགོ་གི་ཡོད་རེད་པོ་པོ་བུ་ཕྲུག་ལུ་དུས་ཚོད་སྟངས་དགོ་གི་ཡོད་རེད་ཨ་ནི་དེ་མ་ཡིན་པའི་ཐོག་ནས་ལུས་རྟེན་གི་ཐོག་ནས་སྟངས་དགོ་གི་ཡོད་རེད་ད་རིང་དེ་ལུ་དངོས་སུ་ཆགས་མ་ཐུབ་པ་ཡིན་པས་ཡིན་ན་ཡང།

བོད་ཀྱི་སྐད་དུ་ཡི་གེ་རྒན་པ་དེ་འདི་ནས་ད་ལྟ་བོད་ནང་ལ་ཡོད་ཀྱི་ཐང་དེ་ཡ་དེ་ཡེ་དེ་ཡ་དེ། པན་ཆེན་རོང་པོ་ཀྱི་ཁོང་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བོད་ནང་ན་ད་ང་ཚོ་གྱོང་བཞག་པ་ཞིག་ཆགས་ཀྱི་ཡོད། དགྲ་བོ་རྒྱ་དམར་ནས་ཡ་ལ་པན་ཆེན་རོང་པོ་འདྲ་གཅིག་གི་ནང་བཞིན་གྱི་ང་ཚོ་གི་བོད་ནང་ལ་ཡོད་མགོ་ཁྲིད་ཚིག་ངན་གྱི་བླ་ཆེན་གཅིག་མེད་པ་ཡིན་ན། ད་ལྟ་ང་ཚོ་བོད་ནང་ལ་ནས་གནས་ཐུག་ནས་འདྲ་གཅིག་བོད་གངས་ཅན་ལྗོངས་ནས་ཡ་ཆོས་བོད་རིགས་ཀྱི་མི་རིགས་ཀྱི་གནས་ཐུག་མི་འདུག་ཟེར་ལ་ཡ་དེ་ད་ཧ་ཅང་བོ། དཀའ་ལས་ཁག་པོ་ཞིག་ཕྲ་ཡོད། དེ་ཡོད་དུ་ཁོང་ང་ཚོ་བོད་བླ་མ་ཞིག་གཅིག་པོ་ཡིན་མ་ཡིན་ཁོ་ཡིས་བོད་ཁ་བ་གང་མགྱོགས་བརྗོད་བོད་རྒྱལ་ཁབ་ཅིག་དང་བོད་མི་རིགས་ཅིག་བོད་ཀྱི་ཐ་ཚིག་ཅིག་ལ་བླ་ཆེན་ཞིག་ཡིན་པ་དེ་ང་ཚོ་ངོས་སེར་བོ་ངོས་དུ་སེར་བོ་ཞིག་བྱེད་ཐུབ་ཡོད། དེ་ཡོད་དུ་དགྲ་བོ་རྒྱ་དམར་ཡིན་རང་ད་ལྟ་ཡིན་རང། དཔོན་ཆེན་རིན་པོ་ཆེ་སྐུ་ཐོག་གོང་མ་དེ་ཡོང་ཟེར་ཅིག་གི་བླ་མ་དེ་གི་ནུས་པ་དེ་འདྲ་ཡོད་དུས།